གཅིག། དངོས་གནས་ལག་ལེན་བསྟར་ཡག་གི་རེག་དུ་ཚུལ་ཁྲིམས་མང་ཆེ་ཡང་གནད་འགག་ཆེ་ས་དེ་མཁྱེན་ཚར་རེད། དེ་འདྲ་ཡིན་དུས་ད་དེ་རིང་ཏིག་ཅིག་རྩ་བ་ཞིབ་བཞག་བྱས་པ་ཡིན་ན་ད་ཁ་ཚ་ང་ཚོ་དེ་མཚམས་རྩ་ཚིག་རྐང་གཉིས་སུ་མ་གཏོགས་འགྲོ་གི་མི་འདུག་ཉི་མ་གཅིག་གཉིས་ལ་ཡང་ད་དེ་རིང་ཚིག་རྐང་གཉིས་གསུམ་གསུམ་གྱི་ཤོ་ལོ་ཀ་གཉིས་སུ་འགྲོ་འགྲོ་གི་རེད་ཉི་མ་རེ་རེ་ལ། ག་རེ་ཟེར་ན་ད་དམིགས་ས་སྤྲང་མོ་ཅིག་ཤོད་བྱས་ཟིན་ཡོད་མ་རུང། དང་ང་རྒྱལ་དང་སེ་འདྲ་བོ་དང་ནའི་ཀུན་ནའི་སེ་འདྲུ་ཚིག་རེ་རེ་ཀའི་སྒྲ་དེ་གི་མ་ངོ་སྤྲོད་འགྲོ་ཅི་བྱེད་ཀྱི་ཡོད་རེད། མཇུག་ཡོར་མཇུག་ཚོར་ད་ཅི་ཐང་དེ་ང་རང་ཚོ་སུམ་རྟགས་རྩ་གཞུང་དེ་ད་ད་ལྟ་བར་དུ་འགྲེལ་བཤད་མང་པོ་ཡོད་རེད། ཡིན་ནའང་རྩ་གཞུང་རང་གི་ར་བ་ལ་བཀལ་བྱས་ནས་མང་པོ་བཅས་ཞུ་ཞུ་ད་ཁ་སྣོན་ཤུགས་ཆེན་པོ་བྱེད་ཐུབ་ཡོད་མ་རེད། དངོས་གནས་བྱས་པ་ཡིན་ན་ད་ལྟ་འདི་ནང་ལོ་ནི་འདྲ་ད་འདྲ་དེ་འདྲ་ལ་སོགས་པའི་ཚིག་གི་མདོ་འདི་ནང་བཞིན་གྱི་ཚིག་ཤིང་དང་གཞན་དག་དེ་འདྲའི་སྦྱོར་སྟངས་ཡང་ད་དུང་དངོས་གནས་བྱས་ན། ཁ་སྣོན་གང་མང་མང་ཅིག་བྱེད་ཐུབ་ན། འོ་ད་ཡིན་པ་ཡིན་ནའང་ད་ལྟ་བར་དུ་ང་ཚོས་སུམ་རྟགས་ཀྱི་འགྲེལ་བཤད་དཔེ་མང་པོ་ཡོད་རེད་ཡིན་ན་ཡང་དེ་ཚོའི་ནང་ལ་དམིགས་བསལ་གྱི་དེ་འདྲའི་དཔེ་འབོར་དུ་ཐོན་པའི་ཁ་སྣོན་ད་ཞུ་ཞུ་ཅིག་ད་དེ་འདྲའི་གྲ་རྒྱས་པོ་ཞུ་བྱུང་ཡོད་མ་རེད།

ངེས་པར་དུ་སྦྱང་ངེས་ཡིན་ཟེར་སྐད་ཅིག་གཅིག། སོ་སོའི་ངོས་ནས་ཁས་ལེན་དམ་བཅའ་ཟེར་ན་མི་འདུག་དེ་འདྲའི་ཆོད་སེམས་བརྟན་པོ་བྱེད། སེམས་ཐག་གཙང་མ་ཅིག་བཅད་པ་ཡིན་ན། དེ་ནས། སློབ་སྦྱོང་བྱེད་ཡག་ལ་སུན་སྣང་རྩ་བ་ཉིད་ནས་ཡོང་བ་མ་རེད། བསྐྱར་བྱ་བརྒྱ་ཐམ་པ་རེད། ད་སློབ་སྦྱོང་ལ་ཅིག་སུན་སྣང་མེད་པ་བྱས། དེ་ཅིག་སྦྱངས་བསྡད་པ་ཙམ་གྱིས་བསྐྱར་བྱ་བརྒྱ་ཐམ་པ་ཤི་བའི་ཆ་བབས་སུ་ཡོད་མ་རེད། ད་དེ་ལ་ག་རེ་དགོས་པ་རེད་ཟེར་ན། ཤིང་ངན་བཅས་ཀྱི་འགན་འཁེར་དགོས་རེད་སློབ་སྦྱོང་ག་རེ་ཡིན་ན་ཤིང་ངན་བཅས་ཀྱི་འགན་འཁོར་དགོས་རེད་གོ། ཤིང་ངན་བཅས་ཀྱི་འགན་འཁེར་ཟེར་ན་ག་རེ་ཟེར་ན། ངེས་པར་དུ་ཤི་བ་བྱེད་ཀྱི་ཡིན་ཟེར་གི། ད་དེ་འདྲས་ཀྱི་སེམས་ཐག་གཙང་མ་གཅིག་དགོས་རེད། དཔེ་གལ་ཆེན་པོ་རེད་ཁོ་བསམ་ནོ་གི་སེམས་པ་ནང་གི་ཐག་ཆོད་ཅིག་ཡོད་རེད་བ། སེམས་པ་གི་བསམ་བློ་གཏོང་ཕྱོགས་དེ་གི་ཧ་ལས་དཔེ་གལ་ཆེན་པོ་རེད། ད་འདི་གི་གང་དང་གལ་ཆེ་མ་ཆེ་ཟེར་ན་འཛམ་བུ་གླིང་ཟེར་ན་མི་འདུག་སོ་སོའི་གཟུགས་པོ་དང་ད་སྣང་བོ་ཚང་མ་འདི། ང་རང་ཚོ་གནམ་གཤིས་ཀྱི་དབང་ཆོག་བྱེད་ཀྱི་ཡོད་རེད་ཟེར་སྐད་ཆ་བཤད་བ་དང་གཅིག་པ་རེད།

སྦྱང་བ་ཙམ་མ་ཟད་ཤི་བ་བྱེད་མཁན་ཟེར་གི་ཆོད་སེམས་ལྡན། ཤི་བ་དང་ཏིང་ངེ་ཡིན་ངེས་པར་དུ་ཤི་བ་བྱེད་མཁན་ཟེར་གི་ཆོད་སེམས་བརྟན་པོ་བྱེད་ཡོད་གསུངས་ཡོད་ན་དེ་ནི་མི་དེ་ད་སློབ་སྦྱོང་དེ་ཤི་ཡ་ཆེད་དུ་གནམ་ལ་འཕུར་དགོས་ན་འདྲ་ས་ལ་འཛུལ་དགོས་ན་འདྲ་ཐབས་བརྒྱ་ཇུས་སྟོང་བྱས་བྱས་ནས་འབད་བརྩོན་བྱེད་གི་རེད་དེ་ནི་ངམ་ངམ་ཤུགས་ཤུགས་ཀྱི་ལས་རྒྱུ་འབྲས་ཟེར་ཡ་དེ་རེད་དེ་ནི་ཤི་ཡོང་གི་རེད་གཏན་འཁེལ་བ་རེད་ད་དེ་དེ་ནི་ཅིག་ཤི་ཡ་གི་འབད་བརྩོན་མ་བྱས་པ་ཤི་ཡ་གི་ཅིག་འགན་མ་ཁུར་བ་བྱས་ཤི་ངན་ཅིག་གི་འགན་མ་ཁུར་བ་བྱས། དེ་ནས། སློབ་གཉེར་དེ་གཅིག་སློབ་སྦྱོང་ག་རེ་སྦྱང་དགོས་ཡིན་ལ་དེ། ཤི་བ་ལ་ཆོད་སེམས་བརྟན་པོ་ཅིག་མེད་སོང་ཡིན་ན། ག་ཚོད་སྦྱང་བདེ་བ་ཡིན་ན་ཡར་རྒྱས་འགྲོ་རྒྱུ་མང་བ་རེད་སྤུ་རེ་གང་བསྡད་དེ་ན་རེ་ནོར་རེ་འགྲོ་ཅི་བྱེད། བྱས་ཙང་དེ་བྱེད་དུས་ཙང་ནས་ཤི་ཡག་གི་ཆོད་སེམས་བརྟན་པོ་རྒྱུག་དགོས་དེ་གལ་ཆེན་པོ་ཤོས་རེད། དེ་ནས་གཉིས་པ་ཅང་ནས་ད།

རྐང་ལྔ་གཉིས་ཡོང་གི་རེད། གཅིག་དེ་གཡེང་བྱས་ནས། དེ་ནས། ཆོས་ནི་སྣང་བ་མ་བལྟས་པའི་ཕྱིར་ནི་ར་བའི་རེ་བའི་ཆ་གཅིག་སྐྱོ་ནི་སྐྱོ་བདེ་བ་གཅིག་ལ་སྣང་བ་ཆོས་ནི་མ་བལྟས་པའི་ཆ་གཅིག་སྣང་བ་རྒྱ་ཡན་གཅིག་ནི་སྐྱོ་བདེ་བ་གཅིག་གོ། དེ་འདྲ་གཅིག་ཡོང་གི་རེད། གཉིས་པ་དེ་ག་རེ་ཡོང་གི་རེད་ཟེར་ནས་དེ་ནས་དམའ་མིག་བཙུམ་བྱས་ནས་ཕ་གིའི་ཚིག་གཅིག།

སྣང་བ་རྒྱ་ཡན་དུ་ཆུད་ནས་འགྲོ་མ་བཅོས། ཁ་ནི་མ་ཚིག་སྟེ་དོན་ཡོང་པ་འདི་ལ་ཚིག་འདི་སྒང་ལ་བཏགས་ལ་སེམས་པ་དམིགས་པ་སྟེ་ས་བསམ་ནོ། སྐད་ཅིག་རེ་རེ་ནས་རེ་རེ་ཚིག་རྐང་བཅད་ཀྱང་ཅིག་སྣང་བ་རྒྱ་ཡན་བྱས་བྱས་ནས་འགྲོ་བཅོས་ཡ་མེད་ཤོར་བཅོས་ཡ་མེད་རེད། ཡིན་གྱི་མིན་གྱི་ཚིག་རེ་རེ་དེ་ལ་སོ་ཚུགས་ཀྱི་སྣང་བ་གཏད་ཐུབ་པ་བྱས་བྱས་ནས་སོ་ཚུལ་ཁ་ནས་དོན་པའི་ཚིག་རེ་རེ་ལ་ཨམ་ཆོག་གི་ཉེ་བ་མ་ཟད་སྣང་བ་ཡང་གཏད་སོ་ཚུལ་སེམས་པ་ཡང་གཏད་ཐུབ་པ་དེ་འདྲའི་ཅི་ནས་མང་འགྲོ་དགོས་རེད་མ་གཏོགས། ཕ་སྐད་ལ་ཡང་མིག་བཙུམ་བྱས་ནས་ཚེ་རྒྱུས་མ་དེ་ཡག་ཐག་དྲན་གི་ཡོད་མ་རེད་མ་དྲན་ཡོང་དུས་དྲན་ཡག་གི་ཐབས་ཤེས་བྱས་ཨུ་ཚུགས་རྒྱབ་མིག་བཙུམ་བསྡད་པ་ཡིན་ན་འབུ་སྲིད་དོགས་རོགས་རེད་དེ་འདྲ་བྱས་ནས་བློ་ལ་འཛིན་ཡག་ལ་ཁྱི་གང་ཕན་ཐོགས་ཆེར་བྱས་གི་མ་རེད་ཁོ་ཕ་ལྷོད་ལྷོད་བྱས། སྣང་བ་དེ་ཚེ་སྒང་ལ། ཚིག་སྟོང་གྱི་རིང་གི་ཟོག་འདྲ་བོ་གཅིག་ལ་དཔལ་དེ་གི་དམིགས་པ་དེ་དེ་ལས་རྒྱུན་ཆད་མེད་བར་ཅི་འགྲོ་ཞིག་འགྲོ་བ་ཅི་ཨ་ནི་སྐད་དང་མ།

ཨོ་འདི་གཅིག་རེད་ཤག་འདི་གཅིག་ཐོག་ལ་ཤག་དགོངས་འདུག་དེ་ནི་དེ་རིང་ང་ཚོ་འདི། འདི་རེད་ནི་སྒྲ་ཞེས་པ་ད་ལྟ་འདི་གོང་དུ་ཞུས་པ་ནང་བཞིན་རེད་དེ་ནི། མིང་གང་དང་དང་མཐུན་པ་ཡིན། བཞི་པ་ལ་ནི་ཨེ་བྱ་བ། ད་ལྟ། མགར་དང་ལྷན་པའི་ཚིག་ཏུ་འབྱོར་ཟེར་དེར། འདི་དབྱངས་ཀྱི་རི་བོ་རྡོ་རྗེ་རྣམས་ནི། ནི་ནི་མགར་དང་སྣེན་པ་འདྲ་ཟེར་ཡ་དེ་རེད། ད་མགར་བ་དང་སྣེན་པ་གི་དོན་དག་ལ་འཇུག་རེས་གསུངས་པ་རེད། ད་མིང་གང་དེ་གར་ཟེར་མིང་གང་ཡོང་ར་བ་ཞིག་གི་མཐའ་ན་དེ་དང་མཐུན་པ་ཟེར་ཡ་འདུག་ཙང་ནི་ཡིན་གྱི་མིན་གྱི་རྗེས་འཇུག་ཁ་ཙང་རྗེས་འཇུག་ལ་ལྟོས་བྱས་ནས་ཁྲལ་བཅོན་དང་བྱོས་པ་དེ་སྐད་ཆ་དེ་མ་རེད་རྗེས་འཇུག་དེ་དང་མཐུན་པ་བྱས་ནས་ཟེར་བ་སྐད་ཆ་དེ་མ་རེད་འདི་ནི་ད་ཅི་ད་འདི་རེད་ཅེས་ལས་གོ་བ་ལངས་ན་འགྲིག་གི་རེད། ད་ཚེ་ག་འདྲ་ཅིག་གི་གཤམ་ལ་ནི་དྲག་དེ་སྤྱོད་མཁན་ཡོད་ན་ནི་དྲག་དེས་ནམ་རྒྱུན་གྱི་ནི་དྲག་གི་འཕྲལ་འགྲོ་སྟངས་དང་སེམས་ནང་མི་འདུག་སྐྱོར་སྟངས་དུ་སུ་དང་མཐུན་པ་བྱས་བྱས་ནས་དེ་ནས་ཅིག་དབྱེ་བ་འདྲེན་གི་ཡོད་ན་རེད་དགར་གི་ཡོད་ན་རེད་དག་ནང་བཞིན་ཅིག་གནན་གི་ཡོད་ན་རེད་དུ་སུ་དྲེད་སྟངས་དང་དོན་དང་མཐུན་པ་བྱས་བྱས་ནས་དེ་ནས་ན་དེ་མཇུག་ལ་ན་ཡིན་པའི་ཡི་གེ་དེ་ལས་གི་གི་དེ་སྤྱོད་པ་ཡིན་ན་ནའི་གུ་ནི་ཆགས་པ་རེད།

པོ་དང་དུས་ཚོད་སྤྲད་ལ་རེག་དང་བྱ་བ་ཡོན་ཏན་མཛེས། དེ་ནས་དེ་དག་རེ་རེ་ལ་ཡང། མཆོག་ཏུ་དགའ་བ། དམན་པ་ལ་དགའ་བ། ཐ་དད་དུ་དགའ་བ་ཟེར་ནས་སྤྱི་དང་དེ་མཆོག་དམན་ཐ་དད་དུ་དགའ་བ་སྟེ། གསུམ་འདྲེར་ཕར་ཆེར་ལ་ཡོད་རེད་གསུམ་དག་གི་འདྲེ་བ་ཕར་ཆེར་ལ་ཡོད་རེད། ཡིན་ན་ཡང་འདི་ལ་རེག་དང་བྱ་བ་ཡོན་ཏན་མཛེས་བྱས་ནས་དགའ་བདེ་བ་སྟེ། གསུམ་འདྲེར་དུ་ཟིན་ན་སུ་འཇར་མ་བྱུང་སྟེ་ཡིན་ན་འདི་འདྲའི། དགར་བ་ལ་གཅིག་དབྱེ་བ་གཅིག་བྱས་པ་ནི་བྱེད་ཆོག་གི་རེད།

དག་སྣང་ཅན་ཡོན་ཏན་ལ་དགར་བ་ཡོད་རེད་ཡོན་ཏན་ལ་དགར་བ་ག་འདྲ་འདྲ་བྱེད་རེད་ཟེར་ན་དཔེར་ན། ཚོན་ནང་ནས་དྭངས་ཤུལ་དེ་ཚོན་དཀར་པོ་ནེར་བ་ཚོན་དཀར་པོ་ནི་ཚོན་རྣམས་ཀྱི་ནང་ནས་དྭངས་ཤུལ་དེ་རེད། དང་པོ་དཔེ་དང་པོ་ཡོད་ཟེར་གྱི་བ། བྱས་ཙང་ཚོན་དཀར་པོ་ནི་གསལ་ཏེ་ཡོན་ཏན་རེད། དེ་དགར་ས་དེ་ཁ་དོག་དུ་ཚོན་ནང་ནས་ཡར་དགར་བཞག་པ་རེད། ཨ་ནི། ཡོན་ཏན་དེ།

གང་ནང་བཞིན་ནི་སྒྲ་དེ་དང། ཁ་ཚང་ཡང་གོང་དུ་ལྷག་རྒྱའི་སྐབས་སུ་ཞུས་པ་ནང་བཞིན། ནི་འདི་ནི་ཡང་གཅིག། མཚན་ཉིད་འདྲེན་པ། མཚན་ཉིད་ཚིག་འདྲེན་པ། རྗེས་ཤེས་འདྲེན་པ། དབྱེ་བ་འདྲེན་པ། དེ་ནས།

དེ་ནས་ད། འདི་འབྲས་ཀྱི་སྐབས་སུ། ནི་སྒྲ་དེ་ལ། ཡིན་གྱི་མིན་གྱི་ཤེས་ཀྱི་རྒྱབ་ན་མང་ཆེ་བ་དེ་ལ་ཡག་པོ་ཡོད་རེད། གར་སེ་ན་སྐུ་གསུམ་ནས། དེ་ནས་ཤེས་ཀྱི་རྒྱབ། དེའི་གཤམ་ལ། ཆུ་དགོས་ལུང་དགོས་ཀྲུ་དགོས་ཟེར་ཡང་དེ་ཚོ་རེ་རེ་ལ་ཤེས་ཀྱི་རྒྱབ་བྱས་ནས་དེ་འདྲ་ཅིག་བྱས་ན་བློ་བདང་དཔེ་སྟབས་བདེ་བོ་ཆགས་ཀྱི་རེད། དེ་ནས།

དཔེར་ན། མཚན་ཉིད་འདྲེན་པ་ཡིན་ན་རེད་ངེས་ཚིག་འདྲེན་པ་ཡིན་ན་རེད་རྒྱས་བཤད་འདྲེན་པ་ཡིན་ན་རེད་དེའང་རྣམ་དབྱེ་མཚོན་དཔེ་འདྲེན་པ་ཡིན་ན་རེད་དེ་ཚོ་ཆ་ཚང་ལ་ནི་སྒྲ་དེ་བརྒྱབ་ནི་སྒྲ་དེ་བཤམས་ལ་དེ་ནས། ཁོ། ཁོང་གཉིས་བར་ལ་ཁར་ཟེར་བ་བར་སྟོང་སྒྲིལ་གྱི་རྒྱབ་ཀྱི་ནི་བློ་སྟབས་བདེ་བོ་ཞིག་ཡོང་གི་རེད། དེ་ཡང་མཚམས་མཚམས།

བདེ་སྡུག་མིན་པ་ནི། བདེ་བ་བདེ་སྡུག་སྔ་མ་ཡིན་པ་ནི་བཏང་སྙོམས་ཡིན། ཨ་ད་དེ་ཟོ་འདྲ་བོ་མང་པོ་ཡོད་རེད་ད་དེ་ཚོ་དྲན་མ་ཞིབ་ཆ་གྱི་རྣམ་པ་ཚོ་གཅིག་གསལ་ན་ཡག་པོ་ཡོད་རེད། འགྱུར་ཁུག་གཉིས་པ་དེ་བསྣན་པ་ཟེར་དེ་རེད། བར་ནི་ད་ནང་ནས་ཀྱི་གནས་རེད་གོ། ད་འདི་ལ། དོན་དག་འགྲེལ་སྟངས་མ་འདྲ་བ་མང་པོ་གྱི་ཡོད་རེད་མཁས་པ་ཁ། ཁ་ཤས་ཀྱི་གི་སོང་ཡོད་འདུག་ཙང་ནས། འདི་བ་སེ་ན་དང་སྣ་ནག་གི་སྣེན་གྱི་དོན་དག་ཆེ་ཆུ་མང་པོ་ཅིག་ཁ་སྣོན་བྱས་པ། དེ་འདྲ་ཅིག་ལ་གོ་གི་འདུག་གསུངས་ཡོད་རེད། ཁ་ཤས་ཀྱིས་ག་རེ་གསུངས་ཡོད་ཟེར་ན། འདི་མ་རེད་ནན་ཏན་དུ་སྣེན་པ་ཟེར་ནི་གལ་ཆེན་དོན་ཆེན་ཅིག་ལ་རྩིས་བྱས་ན་མ་གཅིག། དམིགས་བསལ་འབུར་འདོན་བྱས་བྱས་ནས་གལ་ཆེན་དོན་ཆེན་ལ་ལྟ་ཡག། ཀྱི་གར་སོགས་རེ་སྟོན་ཅིག། ནི་རང་འཕྲད་དེ་འདྲ་ཅིག་དོན་དག་ལ་གོ་དགོས་རེད་གསུངས་པ་རེད། ད་ཁོང་རྣམ་པ་གི་དཔེ་བརྗོད་མ་སྦྱང་འང་འདུག་བསམ་ནས། ཆོས་བརྒྱུད་མང་པོ་ཅན་གནས་འགའ་རེ་སའི་ཁོངས་རྣམ་པའི་སྲོང་བ་འདུལ་ཁར་སེང་གཅིག་བཀོད་ནས་འཛི། སོང་ནས་གཉན། ཐོག་ནས་འཇམ་ཟེར་སོགས་འགྲོ་སྟངས་ནི་དྲ་དེ་འདྲས་གཅིག་མ་རྒྱག་གི་རྒྱག་གི་བྱས་ནས་ད་ཁར་སེང་འདི་ནི་དྲ་དེ་གི་ཆོས་བརྒྱུད་མང་པོ་ཅན་ཁ་སྣོན་བྱེད་ཀྱི་འདུག་ཁ་སྣོན་བྱེད་ས་གར་སེང་ནི་ཁྱོད་ཁྱོད་རང་སྒང་ལ་ཆོས་བརྒྱུད་དག་ད་ལྟ་སྐུ་ཚོང་ཐོག་གི་ཆོས་བརྒྱུད་མང་པོ་ཅན་ཁ་སྣོན་བྱེད་ཀྱི་འདུག་ཨོ་བྱས་ས་འདི་འདྲས་བྱས་འདུག་ས་འདི་སྨན་པ་རང་རེད་ཤག་ཁ་སྣོན་བྱས་པ་རེད་ཤག་གསུང་གི་ཡོད་རེད། ཡིན་ན་ཡང། ཁ་སྣོན་བྱས་པ་ཡང་རེད།

དེ་མ་གཏོགས་པར་གྱི། ནི་ར། ནི་ར་སྦྱར་བྱ་བ་གང་ཞིག་ལ་ཆེ་ཆུང་མང་པོ་ཅི་ཁ་སྣོན་མ་བྱས་པར་དཔེ་མང་པོ་རེ་བ། ད་དུ་ཚོད་དྲེད་དེ་ནི་ག་བར་འགྲོ་དགོས་རེད་འདི་ནི་དངོས་སྟེང་གི་ནི་ར་འགྲོ་དགོས་མ་རེད་བས། འོ་འདི་ཅིག་བསམ་བཏང་དགོས་ཞེས་རེད། དེ་ནས། སྐབས་མང་པོ་ཅིག་ལ་ཁ་སྣོན་བྱས་བྱ་བ་དེ་འདྲ་ཡང་ཡོད་རེད། འབུར་འདོམས་བྱས་བྱ་བ་དེ་འདྲ་ཡང་ཡོད་རེད། འདི་གཉིས་འགལ་བ་མ་རེད། འབུར་འདོན་བྱེད་ཀྱིས་བྱེད་ཀྱི་ཁ་སྣོན་བྱས་ཆོག་གི་རེད། ཡིན་ན་ཡང་འབུར་འདོན་བྱས་བྱས་ནས་མང་པོ་ཅིག་ཁ་སྣོན་བྱས་མེད་ན་དེ་སྣེངས་པ་རང་རེད་མ་གཏོགས། བ་སི་ན་ད་ནག་དང་ཀྱང་སྣེངས་ཀའི་དོན་དག་ཚང་ཡོད་མ་རེད་དོན་དག་དེ་ན་འགྲོ་ས་ཡང་ཡོད་མ་རེད། ཁྱེད་ཚོ་འདི་ནི་དངོས་བདེན་དེ་ལ་བ་རི་ན་ད་ནག་དང་ཀྱང་སྣེངས་ཟེར་ཏེ་གོ་བ་ལེན་གི་ཡིན། ད་ཤུགས་ལྡན་ལ་ད་བ་སི་ན་ད་ནག་དང་ཀྱང་སྣེངས་བསྟན་ཡོད་ཟེར་ན་མ་འགྲིག་བ་ཞིག་གང་ཡོད་མ་རེད་དྲན་གྱི་འདུག།

དཔེར་ན་ཁྱོད་རང་མི་གཅིག་ཁྱི་གཅིག་ཅེས་བྱ་བ་ཅན་དུ་ཁྱོད་ཀྱི་ལས་ཀ་ག་རེ་བྱས་པ་དེ་ཚོ་ཚང་མ་ཅིག་མར་འགྲེལ་བཤད་བྱེད་པ་ཡིན་ན་ཁ་སྣོན་ཡང་བྱེད་འགྲོ་གི་ཡོད་རེད། ཁ་སྣོན་ཡང་བྱེད་འགྲོ་གི་ཡོད་རེད། འབུར་འདོན་ཡང་བྱེད་ཀྱི་ཡོད་རེད། ཨ་བྱས་ཙང་འདི་བྱས་ཡིན་དུས་ཙང་ནས་འདིའི་ནང་ནས་གཙོ་བོ་འབུར་འདོན་བྱེད་ཡ་དེ་རེད། ད་ལྟ་དཔེར་ན་ཁྱོད་ནས་སྙིང་ཏེ་ཁྱོད་ནས་ཤིས། མ་ནས་ཁྱེད་ནས་འགོང་སྟེ་ཁྱོད་ནས་སྐྱབས་ཟེར་ཡ་འགྲོ། ད་དེ་ཚོ་དེ་ཚང་མ་ཁྱོད་ནས་ཁྱོད་ནས་ཟེར་ཡ་དེ་འབུར་འདོན་བྱས་པ་རེད། དེ་འབུར་མདོང་བྱེད་པའི་གཙོ་བོ་རང་རེ་དང་འདི་འདྲའི་ཕྱིས་ནས་མགོན་དེ་ཁྱོད་ནི་ཤི་ཟེར་བསྡད་པ་ཡིན་ན་དེ་ཡང་གཙོ་བོ་དེས་མནན་པར་ཁ་སྣོན་བྱས་པ་དེ་མ་རེད་ཁྱིའི་མགོན་རེད་ཁྱི་ཤི་རེད་ཟེར། ལ་ཡ་དེ་ལབ་བསྡད་ཡོད་དེ་ཁྱིའི་མནན་མགོན་དེ་ཡང་བསྐྱར་ཁྱིའི་མནན་ཤི། ད་འདི་ལ་ཁ་སྣོན་གཙོ་བོ་བྱེད་པའི་སྐབས་ཡོང་གི་རེད་དེ་ག་འདྲ་རེད་ཟེར་ན།

ཨ་ནི། ཁྱེད་ཀྱིས་ཀུན་ནས་གསན་དུ་བཅག་ནས་ད་ཁྱེད་ཆུ་མང་པོ་ཀྱི་ཁ་ནོན་བྱེད་ཡ་འགོ་བཙུགས་པ་རེད་ཁྱེད་ཀྱིས་ཀུན་ནས་འཛིན། སོང་ནས་ཉིན། ཐུག་ནས་ཟིག་གར་སོང་དེ་དུས་ཁྱེད་ཁྱུ་གི་མགྱོགས་ལ་ནི་སྒྲ་རྒྱག་པ་རེད། བྱས་ཙང་ཁྱེད་ཆུ་ཁ་ནོན་བྱེད་ཡ་གི་མགྱོགས་ལ། ད་ལྟ་ཁྱེད་ནས་གསན་དུ་བཅག་ནས་ཁྱེད་ཀྱིས་ཁོ་རང་སེམས་ན་མི་འདུག་མི་ཁོ་རང། གང་དུ་ཁྱེད་ཆུ་ཁ་ནོན་བརྒྱབ་ན་རེད་མ་བརྒྱབ་ན་རེད་ཁོ་རང་གཙོ་བོ་འབུར་འདོན་བྱས་སོང་རེད་བྱས་ཙང་དུས་ཚོད་སྤྲད་དེ། བསྣན་པ་གཙོ་བོ་བྱས་ནས།

བྱས་ཙང་ཤུགས་ལྡན་ལ་བསྣན་པ་བསྣན་ཆོག་གི་རེད། བསྟེན་ཆོག་གི་རེད། དེ་འགལ་བ་མི་འདུག། བྱས་ཙང་འདི།